ཏེ་ལེ་ཧྥོན་རག་གི་མི་འདུག་ཨ་ནི་ཁོ་རང་གིས་ད་ཕེས་སྦུག་དང་འདི་འདྲའི་ཐོག་ནས་ཅིག་ཐབས་ཤེས་ངས་བྱས་པའི་ཐེངས་གཉིས་གསུམ་ཅིག་བྱས་པ་ཡིན་ཏེ་རག་མ་སོང། མ་བྱས་པ་ཁྱོད་ནི་མེད། དེ་ཡིན་དུས་ཨ་ནི་ད་ཨིང་ལན་དོན་གཅོད་དང་ལྡི་བ་ལའི་ཅིག་འབྲེལ་བ་བྱས་པ་ཡིན་ཏེ་ཨ་ནི་དེ་ད་ཁོ་རང་ཁོ་རང་བོད་པ་དང་མཉམ་འདོག་འབྲེལ་བ་མེད་པ་ཡིན་དུས་ཨ་ནི་འབྲེལ་བ་བྱེད་ཐུ་ཡ་ཁག་པོ་རེད་ཤགས། འོ་དེ་འདྲ་ཞིག་སོང་ཅིག་ཨ་ནི་འདི་བཞུགས་ལ། ཐབས་ཤེས་བྱེད་མ་ཐུབ་པ་ཅིག་ཐབས་ཤེས་ཞུས་བསྡད་པས་ན་དུས་ཚོད་དྲོ་ལ་རེ་བཞག་མཚམས་མཚམས་སྡུག་ཅག་ཅིག་ལ་ཕ་ཡིན་ཀྱང་ང་ཚོ་བཀག་བསྡད་པ་ཡིན་ན་སྡུག་རུ་འགྲོ་གི་རེད་མ་འདུག་ཅིག་ཨ་ནི་ཡག་རུ་འགྲོ་ཡ་དང་ཕ་ཆོས་ཀྱི་དགོངས་དག་ཞུ་ཡ་ཅིག་ཁག་པོ་ཞུ་གི་རེ་བཞག་དེ་འདྲའི་གི་ཐོག་ནས་ཨ་ནི་ཐབས་ཤེས་མ་ཞུས་པ་མེད་ཐབས་ཤེས་ཞུས་པ་ཡིན་ཏེ་ཐབས་ཤེས་ཐུབ་མ་སོང་འབྲེལ་བ་ཞུ་ཐུབ་མ་སོང་ད་ཡིན་པ་ཡིན་ན་ཡང་ད་འདོད་མུ་མཐུད་བྱེད་བྱེད་ཀྱི་ཡོད་པ་ན་མུ་མཐུད་ཅིག་ང་ཚོ་འབྲེལ་བ་ཞུ་གི་རེད། སྐྱོན་བརྗོད་བྱེད་ངེས་ལ་ཁ་བརྡ་བྱ་ཡག་ང་ཚོ་ལས་འགན་རེད། གོང་ས་མཆོག་ཙམ་མ་རེད། རྣམ་རིག་ཤཱཀྱ་ཐུབ་པའི་སྐུ། གུ་རུ་རིན་པོ་ཆེ། རྐང་པ་འོག་ལ་བཞག་ཞེས་རྒྱག་གཏམ་བྱེད་རེད་བ། དེ་ལ་དེ་གའི་སྤོབས་པའི་མིང་གཅིག་ཁེལ་རེད་བ། བདེ་གསལ་དབྱིན་ཇིའི་ལུང་པ་དེ་ཧི་ཀྲི་ཀིའི་མིང་གིས་ཆོས་བྱེད་གོ་རེད་ཟ། ད་བྱེད་སྟངས་འདི་འདྲ་རེད་བ། དེ་ལ་གྲོགས་ཚོ་ལ་འགྲིག་གི་མི་འདུག་ལབ་ཡིན། ཨན་ཏི་ཀོར་ག་རེ་བྱས་ཡོད་རེད། བྱས་ཡོད་མང་པོ་བྱས་ཡོད། བདེ་སྲུང་ལོ་ཁ་ནས་འགོ་བཙུགས་ཡིན། བདེ་སྲུང་གི་བཀའ་བློན། འབྲེལ་ཡོད་ཚན་པར་འབྲེལ་བ་བྱེད་སྐད་ཆ་བཤད་ཡོད། དེ་ནས་ང་ཚོ་དབྱིན་ཇུ་ལུང་པ་འབྲེལ་ཡོད་ཚན་པ་ལ་ཉེན་བརྡ་བཏང་ཡོད།

ཧྥ་རན་སི་གི་སྲིད་བྱུས་འགྱུར་བ་ལྟར་ན་ཡང་ན་ཧྥ་རན་སི་མི་མེད་ན་བོད་པ་ཚོས་བརླག་ཐུབ་ཀྱི་མ་རེད། བོད་པ་ཚོས་སྤྱི་བོ་གི་དཔེ་ཞུས་ན་དེ་འདྲ་མི་ཟེར་གྱི་མེད་ཀྱི་དོན་ལ་བོད་པ་ཚོས་སྐད་སྐད་རྒྱག་དགོས་བ་རེད། བྱས་ནས་ཧྥ་རན་སི་གི་དེ་འདྲ་གྱི་གཞུང་གི་བཀའ་ཅི་རེད། དེ་གཅིག་ཉིས་སྟོང་ཉི་ས་གསུམ་ལ་དེ་ནས་ཧྥ་རན་སི་གི་མི་བཞི་གིས་མེག་གི་དབུ་ཁྲིད་ཚོ་དེ་ཧྥ་རན་སི་གཞུང་གིས་བསྐོས་བྱས། ཁོ་ཚོ་ཚང་མ་དེ་རྒྱ་མིའི་ཤོ་ཨ་དང་རྒྱ་མིའི་གི་བྲན་གཡོག་སོགས་དེ་ནས་རྐྱང་རྐྱང་བསྐོས་གནང་འདུག་དེ་ནས་ཧྥ་རན་སི་གཞུང་གིས

དམིགས་བསལ། དྲི་བ་འདི་ག་རིགས་ན་དྲི་བ་རང་རང་ཁྱེད་རང་གིས་ཞུས་ཟེར་བཞིན་ལ། ང་ཚོ་འཐབ་རྩོད་དེ་བོད་པ་ཚོ་ང་རང་མདུན་ལ་ཡོང་དགོས་རེད། མདུན་ལ་བྱས་རྗེས་ཨ་ནི་མ་འདོད་ཅིག་གིས་ཕྱི་རྒྱལ་ཚོ་མདུན་ལ་ཡོང་རྗེས་ང་ཚོ་རྒྱབ་ལོག་བསྡད་བསྡད་ན་འདི་ཏག་ཏག་བསྡད་ཡོང་ང་འདི་འཐབ་རྩོད་དེ་ང་ཚོའི་འཐབ་རྩོད་རེད་བ། ད་ཕྱི་རྒྱལ་རྒྱབ་སྐྱོར་ཚོགས་པ་དགོས་ཀྱི་མི་འདུག་ཟེར་གྱི་ཡོད་བ་མ་རེད་ཕྱི་རྒྱལ་རྒྱབ་སྐྱོར་ཚོགས་པ་དཔེ་ཧ་ལས་པ་གལ་ཆེན་པོ་རེད་བ། སྔ་མོ་ལོ་མང་པོའི་སྔོན་ནས་ཕྱི་རྒྱལ་རྒྱབ་སྐྱོར་ཚོགས་པ་མང་ང་རྗེས་བོད་པ་ཉུང་ང་ཡོད་རེད། རེད་པ། ད་དེང་སང་གསུམ་བཅུའི་དུས་དྲན་དང་འབྲེལ་བ་སླེབས་ཡོང་དུས་ད་བོད་པ་མང་ང་ཆེ། ཕྱི་རྒྱལ་མགོ་སེར་ཁ་ཤས་མ་ཞིག་མཐོང་ཡ་ཡོད་མ་རེད། དེ་ཡིན་དུས་ད་ད་ང་ཚོ། སྤྱི་ཟླ་གསུམ་པའི། ཚེས་པ་བཅུ་སུམ་བཅུའི་དུས་དྲན། ཧོ་ལན་ལ་ཡིན་པ་ཡིན་ན་ཡང་ང་ཚོ་སྐད་ཆ་བྱུང་ཚར་བ་རེད། ག་ཚོད་ཉིན་ཞག་ང་ཚོ་བལ་བལ་དོན་གཅོད་རྣམ་པ་ཚོ་དང་སྤྱི་འཐུས་གཉིས་བཅས་བོད་རིགས་ཚོགས་པའི་ཚོགས་གཙོ་དང་ང་ཚོ། བགྲོ་གླེང་མང་པོ་བྱས་པ་རེད། དེ་ཚང་མའི་ནང་ལ་ད་བོད་པ་དང་ཨ་ནི་ཕྱི་རྒྱལ་རྒྱབ་སྐྱོར་བྱེད་མཁན་གང་མང་མང་རྒྱབ་སྐྱོར་བྱོས་པ་ད ITN སོགས་འདྲ་པོ་དེ་ཚོ་ལ་འབྲེལ་བ་གནང་རྗེས་ཨ་ནི་ཕྱི་རྒྱལ་ག་ཚོད་མང་མང་ཅིག་མཉམ་ཐོག་ཕེབས་རོགས་བྱེད་ཅེས་ཅེས་འབོད་སྐུལ་ཞུས་ཚར་བ་རེད་ཞུ་གི་ཡོད་རེད་རེད་བ་དེ་ཡིན་དུས་ཕྱི་རྒྱལ་རྒྱབ་སྐྱོར་ཆོག་པ་གོ་གི་ཡོད་མ་རེད་ཟེར་གི་ཡོད་མ་རེད་ང་ཚོ་གོ་འདུག་གོ་རེད་བ་ད་ད་ཡི་གོ་གི་ཡོད་རེད་མ་འོངས་པ་ལས་གོ་རེད་ཕྱི་རྒྱལ་རྒྱབ་སྐྱོར་ཚོགས་པ་དེ་ཚོ། པུ་རུ་ཅེས་བལྟས་ཟིན་ཉམས་ཡོད་རེད་དེ་ནས་ད་ང་ཚོ་དངོས་གནས་ཅིག་དེ་གལ་ཆེན་པོ་ཡོད་པ་ཅིག་ང་ཚོ་དེ་ད་བཀའ་མོལ། གནང་གི་ཡོད་རེད་ལ་དེ་ལ་ག་ཚོད་མང་མང་གི་རྒྱབ་སྐྱོར་ཚོགས་པ་ཡོང་ཐུ་ཡས་ཅེས་ང་ཚོས་ཐབས་ཤེས་ཞུ་གི་ཡིན། འུར་ཅན་ལ།
དེ་མང་པོ་ཞིག་སོང་སོང་ད་ཡང་ངས་ཚང་མ་ངས་མ་སོང། དེ་ནས་ཕ་རང་ཟེར་གི་དེ་འགྲེམས་སྟོན་ཁང་དང་འབྲེལ་བ་ཞིག་གང་པོ་ཞིག་སོང་སོང། འགྲེམས་སྟོན་ཁང་གི་གནད་དོན་དེ་གཉིས་ཡོད་རེད་འགྲེམས་སྟོན་ཁང་གཅིག་མ་རེད་འགྲེམས་སྟོན་ཁང་གཉིས་ཡོད་རེད། ཕ་རང་ཟེར་སྲིད་འཛིན་དམ་པ། སྲིད་འཛིན་ཇཱག་ཤ་རཱག་གི་གཙུག་ན་ཞག་བཞུགས། ཨ་ནེ་མིའུ་ཛི་ཁའི་བུ་ཧོང་ལེ་ཟེར་མཁན་དེ་གི་འགྲེམས་སྟོན་ཁང་དེ་ལ། བོད་ནས་ཁྱེད་འོང་ཡོད་ཀྱི་ཇཱག་ལགས་ཀྱི་མཚན་པ་དེ་ལ། Tripad གི་ཚབ་ལ་ཤིས་ཙང་དེ་བྲིས་ཤག། དེ་ང་ཚོ། ཡང་ང་རང་ཚོ་སྦྱོང་ཤག་ཞིག་དེ་འདྲ་གས་མ་རེད། རྡ་ནི་གི་སྤྱི་མདའི་རྒྱལ་བོད་ཀྱི་ད་རི་ཚེ་སིམ་སོགས་གཅིག་ལ་ནི་ཕ་རན་སི་ལ། པོ་རི་ཀ་བ་ཟེར་ནས་དགེ་རྒན་ཆེན་པོ་དང་ཧྥ་རན་སི་རྒྱལ་ཡོངས་ཀྱི་སེ་ནེ་ཧེས། ཧྥ་རན་སི་རྒྱལ་ཡོངས་ཀྱི། ཉམས་ཞིབ་ཚན་པ་གི་ཁྱི་ལི་ཁེ་བ་དོ་སོ་གོ་ཐུགས་སྣང་ཆུང་ཅེས་ནི་ཁོ་རང་ཚོ་མི་གཉིས་ཀྱི་རྩ་འགུག་ཆེད་གསུམ་གྱི་བྲིས་གནང་ཡོད་རེད། དེའི་དོན་ནི་བོ་དེ་ཤི་ཙང་མ་རེད་ད་ཨཱས། བོ་དེ་བོ་རང་ལབ་དགོས་རེད་ཤི་ཙང་ཟེར་ན་རྒྱ་མིག་ཚིག་རེད། ང་རང་ཚོ་དེ་དུས་སྟོན་རྒྱུ་འབྲུ་སེལ་སྟོན་རྒྱུ་རེད་ཕ་རིས་འབྲི་ཐུབ་པ་རེད་བོ་རུས་ཚོགས་པ་རེད་ང་རང་ཡི་ས་གནས་ལ་བསྡོད་ཚེ་ང་ཚོ་བདག་གྲགས་ཚོགས་འདུ་ཚོགས་རེད། གང་ལྟར་ཀྱང

ད་དེ་ལ་ད་ནི་ཨོ་རྒྱན་ལ་ཁོ་རང་སོང་མི་གནང་རྐྱེན་རེད་དེ་གནང་གི། འཛིན་འགན་འཛིན་ལྷན་ཚོགས་ནང་ནས་ཕ་རང་ཚོས་སྲིད་བློན་ཟེར་བ་ཞུ་རེད་ད་ད་མང་པོ་ཞིག་དེ་ཁོའི་མིང། འདི་བཏོན་མ་བཏོན་ཡོད་མ་རེད་ཁོ་རང་ད་རྒྱ་མིའི་གི་དྲིལ་བསྒྲགས་བྱེད་མཁན་ཡོད་ལ་མེད་ལ་བྱེད་རེད། ཡིན་ན་ལེ། ད་ནི་ད་ཆ་ང། ང་ཚོ་འདི་གྲོས་ཚོགས་ལྡི་ལི་ཚོགས་འདུ་ཚོགས་ལྟ་བུའི་སྒ་དག་དོན་གཅོད་དང་བོད་རིགས་གཙོ་རྒོལ་ཚོགས་གཙོ་ཁ་ཤས་ཕེབས་མཁན་མཇལ་ཡོད་རེད།

ལོག་བསམ་འགྲོ་བ་རེད། ད་ལྟ་བར་དུ་ག་རེ་བྱས་ཡོད་གསུང་གི་འདུག་ད་དྲི་བ་ཡག་པོ་ཞེ་དྲག་རེད། དེ Accountability ལ་ད་དྲི་ཙང་ངས་ལན་རྒྱག་གི་རེད་ད། ད་ང་ཚོ་གྲོས་ཚོགས་ཚོགས་མ་ཐོན་པས་གང་ཁྲེལ་རེད། རྙོག་དྲ་དེ་སྐབས་བཅུ་དྲུག་ནས་ཡོང་རེད། རེད་བ། བཀའ་ཤག་གོང་མ་ནས་ཡོང་རེད་ད་དེ་གསལ་བོ་རེད་ད་ཡོངས་གྲགས་དེ་ངས་འདྲི་ཤེས་རྒྱག་གི་མ་རེད། མིག་མཐོང་མིག་གི་མཐོང་མཐོང་མ་རེད་བ། བོད་ཞི་བ་ལ་བར་ཆད་ཆེན་པོ་བྱུང་བ་དྲང་མོ་བཤད་ན། རྫ་སོ་རྣམ་པར་དེ་ཁྱད་མཚར་བ་དེ་འདྲ་མང་པོ་བྱས་ཡོད་རེད། ད་གང་ཡིན་ན་མིན་ན་དམ་བཅའ་ཕོག་སྟངས་དཀའ་ངལ་ཧྲིལ་བོ་འཕྲད་རེད། གྲོགས་ཚོགས་ཚོགས་མ་དང་འདྲ་བ་དཀྲུགས་འགྲོ་རེད། ང་སྤྱི་ཏི་བཏང་པ་དང་བཏང་དགོས་རེད། རྙོག་དྲ་ནག་ཚོས་སུ་ལམ་སང། གྲོགས་ཚོགས་ཚོགས་ཐུབ་ཡོད་མ་རེད་ཨ་ལེགས་ཕ་ཤ། ད་ཁྱོད་ལས་ཀ་ག་རེ་བྱས་ཡོད་ཟེར་ལས་ཀ་ཅི་ཡོད། མིང་ཙམ་གྱིས་འདི་མེད་ད། ཆང་འདྲེ་བསྡད་འདུག་ཨ། ཕྱི་རྒྱལ་སྤྱི་ཏིར་ང། གཟའ་སྤེན་པ་ཉི་མ་ག་དུས་ན་དྲ་ལམ་ན་ཚོགས་འདུ་རབ་དང་རིམ་པ་མང་པོ་ཚོགས་ཡོད། རེད་བ། སྤྱི་ཟླ་བརྒྱད་པ་དུ་བ་ཚོགས་འདུ་མང་པོ་ཚོགས་མཚམས་མཚམས་མ་བརྩད་བསྡད་ཡོད།

ཉི་མ་ཉི་གསུམ་ཚོགས་འདུ་ཚོགས་ཡིན། བདུན་ལ་འདི་ནས་སྐད་ཆ་གཟིམ་བཟོ་མེད་པ། ཚང་མ་སྤྱི་ཡོངས་དོན་དག Out of Conviction སོ་སོའི་གི་བརྩེ་བའི་ཆབ་སྲིད་གི་ལྟ་གྲུབ་ཡིད་ཆེས་ཀ་རོའི་ནང་གཞི་བཞག་ན་སྤོབས་པ་ཆེན་པོ་ནས་གསུང་ཡག་གི་གདེང་ཆ་ཅིག་སྐྲན་ཡོད། སོ་སོས་སུ་དང་སུ་ཡིན་ནའང་ཨུ་ཚུགས་བརྒྱབ་ཅིང་ངས་ངའི་དེར་འགྲིག་འདོད་ཡོད་ཤང་ཚང་ཟིན་ངས་ཤང་ཅང་ཡིན་འདོད་ཙམ་མ་ལ་ད་ང་རང་ཚོ་ཚང་མ་བརྩི་ས་དེ་རྒྱལ་བ་དོན་གྱི་བདག་པོ་གོང་ས་སྐྱབས་མགོན་རྒྱལ་དབང་དོན་གཅོད་ལ་ནི་ཚ་མགོ་ཉིན་ཞིག་འཕོ་ཡ་དེ་ཆགས་པ་རེད་ཚ་མགོ་ཉིན་ཞིག་ཅི་ནི།

ཡིན་ན་ལ་ད་འདི་འདྲའི་དཀའ་ངལ་མང་པོ་འཕྲད་ནས་ད་ཐུག་སར་བཅའ་ཁྲིམས་ཀྱི་གོ་བ་ལེན་སྟངས་དང་བཅའ་ཁྲིམས་ནང་ནས་ས་ལ་མ་ས་ལ་མང་པོ་འདུག་ཨ་ནི་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་ཞིག་བཙུགས་དགོས་ཀྱི་འདུག་ནམ་རྗེས་ནས་ཕྱི་རྒྱལ་སྡེ་ལྔའི་བཅའ་ཁྲིམས་བསྐྱར་བཅོས་ཚོགས་འདུ་སྡེ་ལྔའི་སྟངས་དང་བཅས་ཆོག་མི་འདུག་ཨ་ནི་ད་ཐང་འདི་ལ་ཨ་ནི་ཕྱི་རྒྱལ་གྱི་ངོས་ནས་མི་གཅིག་ཡིན་གྱི་མིན་བསྡད་དགོས་ཟེར་ཕྱི་རྒྱལ་སྤྱི་འཐུས་ཚོ་ནས་བསམ་ཚུལ་འཁྱེར་ཡོང་རེད་ད་ཕྱི་གོས་ཚོགས་གྲངས་ནས་འབྲེལ་བ་བྱས་ཡོང་དེ་བསམ་པ་ལ།

དོན་ཚན་མང་པོ་ཞིག་འགྲོ་ཐུབ་སོང། ཡང་བསྐྱར་ཁྲིམས་ཞིབ་ཁང་དང་འབྲེལ་བ་ཡོད་དུ་འགྲོ་ཐུབ་ཡོད་པ་རེད། ཡང་རྙོག་དྲ་དུ་མའི་ཐུགས་ཀྱི་འགྲོས་ནི། ད་ལོ་གི་སྤྱི་ཟླ་གི་བརྒྱད་པ་དགུ་བ་བར་གྱི་གྲོས་ཚོགས་བར་དུ་སླེབས་རེད། སླེབས་ནས་ཡང། ཁོས་གོ་ཐོས་ན་ལངས་ཕྱོགས་གཉིས་ཆ་དུ་བརྩམས་པ་ལ། ཡང་ཕྱི་རྒྱལ་སྤྱི་འཐུས་སུ་དགོངས་ནས། ང་ཚོས་ཟུར་དུ་ཚོགས་འདུ་ཚོགས་ཚོགས་གཙོ་ཚོགས་གཞོན་ཚོ་བཞུགས་སྒར་མ་བཅར་ན།

ཡིན་ནི་ཁྱེད་གཉིས་གྲོས་ཚོགས་ནང་ནས་རྒྱུན་ལས་ཀྱི་རྒྱབ་སྐྱོར་བྱས་པ་རེད། ཚོགས་གཙོ་གི་རྒྱབ་སྐྱོར་བྱས་པ་རེད། ཚོགས་གཙོ་གི་རྒྱབ་སྐྱོར་དང་རྒྱུན་ལས་ཀྱི་རྒྱབ་སྐྱོར་མ་གནང་ན་བཅའ་ཁྲིམས་བསྐྱར་བཅོས་དང་གྲོས་ཚོགས་ནང་སླེབས་ཐུབ་ཀྱི་མ་རེད། ཚོགས་གཙོ་གི་འགན་ཡག་པོ་འཁུར་ཡོད་རེད། རྒྱུན་ལས་ཀྱི་ཚུལ་ན། ཁྱེད་གཉིས་ཀྱི་སྐོར་བ་ཡང་དེ་ལ་རྒྱབ་སྐྱོར་བྱེད་མཁན་གྱི་སྐོར་བ། ཁོང་ཚོ་ཁྱེད་གཉིས་སླེབས་ཡོད་རེད། ང་ཚོ་མཉམ་རུབ་ཀྱི་ནུས་བ་ཞིག་བཏོན་ནས་བགྲོ་གླེང་ཡང་བྱས་རེད་ཡང་བགྲོ་གླེང་བྱས་ནས། བཅའ་ཁྲིམས་བསྐྱར་བཅོས་མང་པ་ཁྲིམས་ཞིབ་ཀྱི་ཡར་ཡོང་བའི་འོ་ཆུ་ལ་དུས་ཚོད་འགྱངས་ཐབས་ཆེ་བ་རེད། འོ་ཤོག་བླངས་མང་པ། སྤྱི་བའི་དོན་དག་འགྲུབ་ཡོད་རེད་དེ་ན་ཕྱོགས་འདི་ལ་རྒྱལ་ཁ་ཐོབ་རེད་ཕྱོགས་དེ་ལ་ཕམ་རེད་ཟེར་སུས་གང་ལ་ངོ་གནོང་མང་པོ་ཡ་ཆེ། ཆོལ་ཁ་སོང་བོད་རིགས་སྤུན་ཟླ་ང་རང་ཚོ་གྲོས་ཚོགས་ཐམ་ནང་མི་ནང་ཁུལ་ལ་རྨ་ཁ་བཟོ་དགོས་ཡ་ཕོག་ཐུག་བཟང་ཡ་སྤྱད་ཆོག་ཡོད་མ་རེད་ཡིན་ན་བོད་མིའི་འགྲིག་གཟིགས་སྐྱོབ་ཐུབ་ཡོད་རེད།

ཅེས་གསུང་གི་མི་འདུག་ག་རེ་བྱས་ན་ཨ་ནི་ཡིན་ནམ་ད་ནི་ཨ་ནི་རྒྱ་ཆེ་མི་མང་ན་གཞིས་བྱེས་མི་མང་ཡིན་ན་དེ་སྐད་རྒྱག་མཁན་མང་པོ་ཞིག་སླེབས་སོང་དེ་ཐབས་སྡུག་རེད། སྐུ་མདུན་ཞུ་ས་དེ་ལ་སྐད་རྒྱབ་བཅུག་དེ་ང་དཔེ་སེམས་པ་སྐྱོ་པོ་འདུག་འོ་དེ་ཨ་ནི་བྱོལ་སྡོད་ལ་སོང་རོགས་གནང། སྤེན་པ་ཚེ་རིང་ཁོ་རང་ག་རེ་བྱས་ཡོད་ན། དེ་ཡག་པོ་མ་རེད། སྤུ་ཁ་རས་སྐྱི་མིང་ཁ་ཤས་ཀྱི་དམུར་རྡོ་ཁ་ཤས་ཀྱི་གྲོགས་པོ་འདུག་བ་དེ་ནི་ཡང་སྐད་རྐྱང་ལ། པ་བསང་སྐྱིད་འཛོམས་ལགས་ཀྱིས་ཡང་ང་དྲི་བ་ཞིག་བཏང་སོང་ལ་དེ་ཡང་ལན་མ་རྒྱབ་ན། སྐུ་ཞོག་གྲི་སོག་ནང་ལ་བཀའ་མོལ་གནང་གི་མི་འདུག་གསུངས་པ་རེད། དེ་ངས་དངོས་ལ་ངས་ཀྱི་བཤད་ཡིན་བསམ་ཆུ་མི་མང་གི་བསམ་ཚུལ་ཞིག་གླེང་གི་འདུག་ད་གྲོས་ཚོགས་ནང་ལ་སྐད་ཆ་བཤད་ནས་ག་ཚོད་ཕན་གི་འདུག་འདི་ལས་སམ་ཙམ་མ་བཤད་ན་ཡག་ག་འདུག།

ད་གསུང་མཁན་འདྲ་མི་འདྲ་ཅིག་བཤད་པས་ན་ཨ་འདི་སོ་སོའི་ངོས་ནས་རྒྱབ་སྐྱོར་མེད་གསུང་དགོས་ད་ཡིན་ན་འདི་ལ་སོ་སོ་ཡར་ལངས་རྗེས་ཞིབ་མོ་བཤད་བསྡད་པ་ཡིན་ན་ཕན་པ་ལས་གནོད་ཆེ་རོ། དེ་ཡིན་དུས་ཨ་མ་ལགས་ཀྱིས་གསུང་པར་ངས་སྐད་ཆ་བཤད་ཀྱི་མི་འདུག་གསུང་དུས་སྐད་ཆ་མ་བཤད་པར་དེ་འགན་མ་ཁྱེར་ནས་བཤད་བ་གན་མ་རེད་འགན་ཁྱེར་ནས་བཤད་ག་འཇུག་མ་འཇུག་བཤད་མེད་ཟེར་གྱི་བྱས།

ངོ་རྒོལ་རྒྱབ་ས་དེ་དན་ཧཱག། ད་དེ་སྙན་མང་ནས་ང་ལོ་མང་པོ་སྐད་རྒྱབ་ཚར་ཡོད། ཡིན་གཅིག་མིན་གཅིག་ཕ་སྐད་ཅིག་འགྲོ་དགོས་ཀྱི་འདུག་ཟེར། ད་དེ་རིང་འགྲོ་བའི་ཞོར་ལ་ད་ག་ཚོད་སྐད་རྒྱབ་རྗེས་ཚུར་ཡོང་བ་མ་ཡིན་པ། ང་ཚོ་ད་ལྟ་སྲིད་ཇུས་ཞིབ་འཇུག་ཁང་ང་ཚོ་བོད་གཞུང་ལ་ཡོད་རེད། དེ་ལ་ཡང་རྣམ་པ་ཚོས་ཀྱི་ཡིན་གཅིག་མི་གཅིག་རྒྱ་མིའི་གི་ད་ང་ཚོ་བོད་པའི་མི་ཡིན་ནི་རེད་རྒྱ་མི་མི་ཡིན་ནི་རེད་བོད་ནང་ལ་ཡང་བཙན་འཛུལ་བྱེད་ཉེན་དེ་གས་དེ་གས་དེ་གཟིམ་དགོས་ཡོད་སེ་ཆ་ཆས་དེ་ཚོ་ཐོག་ཡིན་གཅིག་མི་གཅིག་ཡར་ཕུད་ཐུབ་པ་གནང་རོགས་གནང། དེ་ག་ས་ཕག་ཕྱིན་པ་གཅིག་པོ་མ་ཡིན་པ་ཕ་གིའི་ང་ཚོ་ད UNO གི་ཁྲིམས་གཞི་དེ་ཕ་གས་ཡོད་པ་མ་དེ་ཡིན་གཅིག་མི་གཅིག་ང་ཚོ་སྐད་གཅིག་པོ་མ་ཡིན་པ་ཕ་གས་ལ་ཡི་གེ་ཕུད་པའི་སྐབས་ལ་ཨ་མི་དེ་གས་དེ་གས་དེ་གས་གི་ཨ་ནི་རྫབ་ཆེན་དེ་འདྲ་དེ་འདྲ་བྱས་ཤག་སེ་ང་ཚོ་བོད་ནང་ལ་བཙན་འཛུལ་དེ་འདྲ་དེ་འདྲ་བྱས་ཤག་འགྲོ་བ་མིའི་ཐོབ་ཐང་དེ་འདྲས་དེ་འདྲས་གཏོར་བཤགས་བྱེད་ཡ་ཅིག་འདི་ཅིག་ཡིན་ཅིག་མིན་ཅིག་གྲ་སྒྲིག་གནང་རོགས་གནང་ཞེས་བཅས་འདི་ཞུ་ཡ་ཅིག་ཡིན། ང་ཚོ་མི་མང་གི་ལབ་གི་ཡོད་རེད། ཉོ་སྒྲ་ནི་གང་ག་ཐོག་ཁ་ནི་མང་ཡོང་གི་འདུག་ཟེར་ལབ་གི་བ་རེད། ཐོག་ཁ་ནི་མང་ས་ན་མི་མང་ནི་ཡོང་གི་འདུག་ཟེར་ལབ་གི་བ་རེད། ངས་བསམ་བློ་བཏང་མེད་ན་ཐོག་ཁ་ནི་མང་ཡོང་གི་འདུག་བསམ་གི་འདུག་གང་ལ་ཟེར་ན། ཡི་གེ་གྲོས་ཚོགས་ཚོགས་དུས་ཚོགས་ཚོགས་ཙམ་ནས་སྔོན་མ།

གུ་རུ། སྤྱི་འཐུས། སྐུ་ངོ་དབང་ཆེན་ལ་དུས་དུ་འགྲོ་སོང་ན་ཡོད་མ་རེད་ཨ་ནི་ང་སྐབས་བཅུ་དྲུག་ནས་སྤྱི་འཐུས་མ་རེད། དེ་འདྲ་སོང་ཙང་ངེད་གཉིས་ཀ་དེ་ནང་ལ་ཡོད་མ་རེད། ད་ང་ཚོ་ང་རང་གི་འཚོ་བ་འགྲོ་བ་ཆེད་ག་ལ་སོང་ན་ཉིས་སྟོང་བདུན་དུ་བ་ཡིན་བསམ་གོ་ད་ཉིས་སྟོང་བདུན་ད་ཕལ་ཆེར་མཐའ་མ་འགྲོ་ཆགས་བསྡད་ཡོད་ད་སུས་ད་ལས་ཕལ་ཆེར་ནི་འདི་ཞི་བའི་སྐོམ་འགྲོས་དང་པོ་འགྲོ་ཆེད་ད་ལགས་འགྲོ་ཆགས་བསྡད་ཡོད་རོ། ད་ཞི་བའི་སྐོམ་འགྲོས་ལ་འདི་འདི་དབུ་མ་དང་རང་བཙན་བར་ལ་འབྲེལ་བ་བཅས་ཡོད་མ་རེད་རོ། འདི་བཟུང་ན་འདི་ངེད་ཀྱི་ཞི་བའི་སྐོམ་འགྲོས་འདི་ཉུང་མཐའ་ལ་ལོ་གཅིག་ལ་ཐེངས་མ་གཉིས་མིན་ན་ཐེངས་མ་གཅིག་ད་གཅིག་ལས་འགུལ་ཞིག་སྤེལ་ཐུབ་ན། དབུ་མཐའ་བཞི་ནས་རང་ཚུགས་རུ་མི་རབས་རྒན་པ་འགའི་དཀར་རྟིང་ལ་བརྟེན་ནས་ང་ཚོ་འགྲོ་བ་མི་རབས་གཉིས་པ་དེ་ལ་སེམས་ཤུགས་ཤིག་སླེབས་ཡོད། ད་ང་ཚོའི་གི་དུས་ཚོད་ལ་ང་ཚོའི་གི་ཞེ་འོ་འདྲ་འཕྱི་བ་རེད་ཟེར་ན་ང་ཚོའི་སྤུ་གུ་ཚོ་ལ་ཡང་ཚོར་བ་ཞིག་སླེབས་དགོས། ད་ང་ཚོའི་གི་མ་འཕྱི་བ་རེད་ཟེར་ན་ཨང་རང་ཚོ་སྤུ་གུ་ཚོ་ཚོར་བ་དེ་ངས་བརླག་གི་བསམ་ལ་ང་ཚོ་ད་ལོ་བཅུ་བཅོ་ལྔ་ཆར་བེད་སྤྱད་བྱེད་ཤི་འགྲོ་གི་རེད་ཤི་ཚར་རང་ཚོ་སྤུ་གུ་ཚོ་བྲེལ་བ་སྤྱད་ན་སྒྲུབ་འཛོག་འགྲོ་བ་དེ་གསུམ་ལ་ནི་ངས་གི་ང་རང་ཚོ་ཚོགས་གཙོ་བསྡད་འདུག་འདི་རང་བཞིན་དབུ་འབྱེད་ད

ཧ་ལས་པའི་ཨ་ནི་སུས་ལན་ཡིན་ན་ཡང་ཁྱེད་རང་གི་ཇི་ནི་ཝ་ལ་མི་བཟང་ཁ་ཤས་ཅིག་གི་ཕི་ཀེ་ལ་ག་དུས་ཡིན་ནས་ཅིག་གནང་བསྡད་ཀྱི་འདུག་བ་དེ་ཚང་མ་ལོག་ཡིན་གྱི་མི་གཅིག་གོམ་བགྲོད་མ་རེད་ད་ཞི་བའི་ཐོག་ནས་ང་རང་ཚོ་བོད་སྤྱི་པའི་དོན་དག་ལ་སྐད་འབོད་བྱས་བྱས་གསུམ་བཅུའི་དུས་དྲན་གཅིག་པོ་མིན་པ་བྱས་ཨ་ནི་དངོས་གནས་ཅིག་མུ་མཐུད་བྱས་གནང་དགོས་དེ་གལ་ཆེན་པོ་རེད་ཤག་ད་ཞི་བའི་གོམ་བགྲོད་དེ་རེད་བྱུང་ན་ནི་ང་རང་ཚོ་དངོས་གནས་ཅིག་གི་ཅིག་གིས་བོད་རིགས་ཚོགས་པའི་གི་ཐོག་ནས་ཅིག་འབྲེལ་བ་ཞིག་གྲ་སྒྲིག་གནང་ཐུབ་པ་ཡིན་ན་ཁོ་ཡི་ནུས་པའི་ཐད་ཤུགས་ཆེ་ནུས་པའི་ཆེ་གི་རེད་རེད་པ་སྒེར་གྱི་བྱེད་པ་དང་སྒྲིག་འཛུགས་ཅིག་གི་བྱེད་པ་བྱས་པས་ན་འདི་འདྲའི་ཡང་གནང་ཐུབ་པའི་གི་གནས་སྐབས་མཐུན་རྐྱེན་ཡོད་པས་ན་ད་དུང་མུ་མཐུད་ཅེ་ལོ་རེ་རེ་ལ་དུགས་གནང་ཐུབ་པ་ཡིན་ན་ཧ་ལས་པའི་ཡག་པོ་འདུག་རེད་པ་དེ་གནང་རོགས་གནང་ཞུ་འབུལ་ཞུ་ཡ་ཡིན་ཚུར་འབུལ་ཞུ་བ་ན་ཞིན་ཕ་ཡི་འབུལ་ཞུ་གི་ཡོད་རེད་པ།

ད་ལྟའི་ང་ཚོ་གྲོས་ཚོགས་ནང་ད་ངས་རྒྱུན་ལས་ནང་ང་ཚོ་ཞུ་གི་རེད་རྒྱུན་ལས་ནས་ཞུ་བོ་ཞུ་བོ་ལམ་སྟོན་ཞུ་ད་བཟོ་ཡ་ཡོད་རེད། སུས་ཟེར་གཅིག་པ་གཅིག་པ་ཡིན་འགྲོ། ལས་སྐལ་མེད་ན་སྐྱོབ་སུ་ཟ་དེ་རོ་མི་ག་འགའ། སྐྱོབ་སུ་ཟ་ན་ཕོ་རང་ཟིག་ན། ད་འདི་སྐབས་སིང་ལི་ཁོང་ཞིག་རེད། དེ་གིས་ཁོ་རང་ལ་ད་བར་སྐྱོབ་སུ་ཅི་ཡོད་རེད། ཁོས་མི་དེ་ལ་དེ་སྤྱི་ཚོགས་ཀྱི་རོགས་རམ་གཞུང་གི་རོགས་རམ་འདི་རག་གི་ཡོད་ཟེར་ན་ཨ་ཏས་ཏས་ཟེར་ནས་ལག་ཆ་དེ་སྤྲད་གི་རེད། ལས་སྐལ་མེད་ན་དེ། ལས་སྐལ་མེད་པའི་གླ་ཆ་བག་སུ་གྱུར་ར Document།

ང་རང་ཚོ་གཉིས་ཀྱིས་མི་རྟག་པ་སོང་ཙང། སྔ་ཕྱི་མེད་ཅེས་ནས་ད་ཅེས། གྱོགས་པོ་བསྡད་འགྲོ་གི་རེད། ད་ང་ཚོའི་རེ་བ་བརྒྱབ་ས་ནི་གཞོན་སྐྱེས་ཚོ་རེད། ད་གཞོན་སྐྱེས་ཚོ་ལ་དྲན་པ་མི་འདུག་ཅིག་ཅིག་ལ་ཨོ་ནེ་ཟི་ན་ཨལ་ཚ་ཧེ་མཱའི་ནད་ཚ་ན་ཚ་ཟུག་ད་དེ་འདྲའི་དྲན་པ་མེད་བླ་གཡག་གི་ནད་ཚ་ཟུག་ད་ད་མི་རྒས་པའི་གི་ན་ཚ་རེད་མ་ཚ་གཞོན་སྐྱེས་ཀྱི་ན་ཚ་མ་རེད།

སྐྱེ་བའི་མཐའ་མ་ང་རང་ཚོ་ཤི་རྒྱུ་རེད་ཨ་ནི་ཡ། དེ་ཡིན་དུས་ཀ་ནས་ང་ཚོ་ཚང་མ་ལོ་ད་མི་མི་རབས་རྒན་པ་ཚོ་ལ་དངོས་གནས་བཀའ་དྲིན་རྗེས་དྲན་བྱེད་དགོས་ཀྱི་ཡོད་རེད་ང་རང་ཚོ་གི་བཟང་སྤྱོད་ཀྱི་ཐོག་ནས་དེ་ཡིན་དུས་གནང་བ་རེད་མི་རབས་རྒན་པ་ཚོ་ལ་བཀའ་དྲིན་ཆེ་ཐུགས་རྗེ་ཆེ་དཀའ་ལས་བསྐྱོན་པ་རེད་ཟེར་གྱི། མི་རབས་རྒན་པ་ཚོ་ལ་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཟེར་ལབ་པ་རེད་དེ་གཞོན་སྐྱེས་ཚོ་བྱེད་ཀྱི་མི་འདུག་གཞོན་སྐྱེས་ཚོ་བྱེད་དགོས་མ་རེད་དེ་འདྲའི་ལབ་ཡོད་མ་རེད། ད་འདི་ལ་བས་ཞོག་ལ་ག་རེ་བྱས་ན་གཞོན་སྐྱེས་ཚོ་མ་འོངས་པའི་སོན་རྩ་རེད་པ་ད་འདི་ང་ཚོ་ལམ་མ་ལབ་རྒྱུ་རེད་མ་འདུག་མ་འོངས་པ་གནང་མཁན་ཚང་མ་ལོ་གཞོན་སྐྱེས་ཀྱི་གནང་དགོས་ཀྱི་ཡོད་རེད་པ། སོ་སོ་གི་འཇོན་ཐང་དཔག་ཚོད་བལྟས་རྗེས་ཨ་ནི་དངོས་གནས་ག་རེ་བྱེད་དགོས་འདུག་དཔལ་འབྱོར་རོགས་པ་བྱེད་དགོས་ཀྱི་འདུག་བས་ཨ་ནི་གསར་འགྱུར་བརྒྱུད་ལམ་ཁག་ལ་སྐད་ཆ་བཤད་དགོས་ཀྱི་འདུག་བས་འདི་འདྲའི་ཐོག་ནས་གནང་དགོས་དེ་དཔེ་གལ་ཆེན་པོ་རེད།
དོན་དུ་ཁང་ནང་ལ་ཡ་ཕྱོགས་གཅིག་ལ་ང་རང་ཚོ་དོན་དུ་ཁང་གཅིག་ག་རེ་བཀོག་གི་འདུག་ཟེར་ན་རིག་གཞུང་གི་ད་འདུག་འགྲིག་ཤག་དེ་སྔ་ཞུ་ཡ་གལ་པོ་ཞིག་མེད། སྐྱབས་མགོན་རིན་པོ་ཆེ་མཛད་པ་དང་ཆ་ཚང་འདུག། ཡིན་ནའི་གཅིག་ག་རེ་གོ་གི་འདུག་ཟེར་ན་ཟུར་གཅིག་ལ་ཡ། ཡིན་གཅིག་མིན་གཅིག་ང་ཚོ་བོད་ནང་ལ། རྒྱ་མི་གླེང་ནས་ཅིག་ང་ཚོ་གདུག་རྩུབ་ག་འདྲེ་བྱས་ཡོད་པ་རེད། འདི་འདྲེ་ཅིག་གིས་ང་ཚོ་དྲེད་འདོད་ཁང་དེ་ནང་ལ་ཡོད་པ་ཡིན་ན་དཔེ་གལ་ཆེན་པོ་རེད་བསམ་གི་འདུག། ང་ཚོ་སྙན་མང་དུ་བ་ང་ཚོ་བླ་བྲག་ཡོད་པའི་སྐབས་ལ་ཡ་ཨ་ནི་དེ་འདྲས་བཟོས་པ་ཡིན་ན་སྤུ་གུ་སེམས་ཁང་ལ་ཡ་ཨ་ནི་གནོན་གི་རེད་དེ་འདྲས་བཤད་ཆེ་དེར་ཁ་སང་སྤུ་གུ་ད་ཅིག་དྲན་རྒྱུ་སྤུ་རྒྱུ་མེད་རྒྱོ་དེ་འདྲས་མང་པོ་ཡོང་གི་འདུག་ག་ད་དེ་ཚོ་ག་རེད་ཟེར་ན་སེམས་ཁང་ལ་ན་ཚ་ཅིག་མེད་པ་ཡིན་ན་བོད་བསྟན་པ་ཆབ་སྲིད་དོན་དག་ག་འདྲས་བྱེད་ཀྱི་རེད་རེད་པ་དེ་རྗེའུ་ཞིག་དེ་ཚོ་ལྟ་དང་མི་དེ་ཚོ་ཁྲག་པོ་ག་འདྲས་འདུག་ཁོ་རང་ཚོ་ཡིན་ནས་སྤུ་གུ་ཆུང་ཆུང་ཀ་ནས་ཨ་ནི་འགྲེམས་སྟོན་ཁང་ནང་ཁྲིད་བྱེད་ཧོ་ལོ་ཁཱོས་ལ་དེ་འདྲས་དེ་འདྲས་བྱས་ཡོད་ལ་འདི་འདི་བྱས་ཡོད། ང་ཚོ་དེ་ཚོ་གནད་འགག་ཅིག་ཏན་ཏན་ཤེས་དགོས་འདུག་བསམ་གྱི་འདུག། ང་རང་ཚོའི་བཞུགས་སྒར་གྱི་བོད་གཞུང་གི་འགྲེམས་སྟོན་ཁང་གི་དེ་ཐོག་ལ་ཡར་གཞི་གཏང་དགོས་ཡ་ལྷག་པར་དུ་བོད་ནང་གི་རྒྱ་མི་གི་གྲོགས་པོ། སྲིད་སྤྱི། ནར་གཅོད། སྡིག་རྩུབ་ག་རེ་ཡོད་ན་ད་ང་ཚོ་གཟིམ་ཟོམ་ཡིན་པའི་བརྙན་དང། རྩོམ་དང་པར་ག་རེ་བཞག་དགོས་ནས་ཡར་གཞི་གཏང་དགོས་འདུག་དངོས་གནས་དང་ནི་རྩ་དོན་ལ་ཕན་པའི་དགོངས་ཚུལ་རེད་དེ་ད་ལྟ་ལས་བསྡོམས་ན་གསལ་གི་རེད་བསད་ནས་ནི་ང་ཚོ་ད་ལྟ

གཅིག་དེའི་སྐོར་སྐྱོད་ཀྱི་འགྲེམས་སྟོན་ཡོད་རེད་གཅིག་གཏན་འཇགས་རང་གི་འགྲེམས་སྟོན་གཅིག་ཡོད་རེད་གཏན་འཇགས་རང་གི་འགྲེམས་སྟོན་ནང་ལས་ཚན་པ་གཅིག་བགོ་བཤའ་བརྒྱད་འདུག་ག་ལ་བཅུ་གཅིག་འདུག་དེའི་ནང་ནས་ད་ལྟ་ངས་ཐོ་མགྱོགས་པོ་གཅིག་རྒྱག་ཡིན་ཚན་པ་བཞི་པ་ལྔ་པ་བརྒྱད་པ་དགུ་པ་བཅུ་པ་བདུན་ཅུ་ཚང་མ་གཅིག

ཚན་པ་གཅིག་འདུག་ད་ག་ན་ཞིང་གིས་བོད་ནང་ལས་ད་ལྟའི་ཆགས་ཀྱི་གནས་སྟངས་ག་རེ་ཡོད་མེད་རང་བློས་མེ་སྲོལ་བཏང་པ་དང་ད་ག་ན་ཞིང་གིས་ད་ལྟ་ཁོར་ཡུག་ནང་ཁོར་ཡུག་གང་ལས་ཚན་པ་ཁབ་ཚང་གཅིག་འདུག་ད་ཡིན་པ་ཡིན་ནའི་ཡང་གལ་ཏེ་དུས་མཚུངས་གྲངས་འདི་དངོས་སུ་དོད་པོ་དང་ཕྱིར་བཏང་ཡག་དང་དེ་འདྲས་ཡོད་པ་ཡིན་ན་ཏན་ཏན་ང་ཚོ་ད་ལྟ་ཕྱིར་ལས་ཁུངས་ལ་ཡང་སྙན་སེང་ཞུ་གི་ཡིན་མི་མང་མི་མང་ནས་བསམ་འཆར་དེ་འདྲས་གཅིག་ཕེབས་སོང་ཨ་ནི། འདི་གང་ལས་གང་ཐུག་ཐུག་ཅིག་ལག་བསྟར་ལྟར་གནང་ཡག་གི་འབོད་བརྩོན་གནང་རོགས་གནང་ལ་ནི་ཏན་ཏན་ང་ཚོ་ངོས་ནས་ཞུ་གི་ཡིན། ཨ་ནི་དྲི་བ་གཉིས་བ་ད་འཛིན་སྐྱོང་དང་འབྲེལ་བའི་དེ Australia གི Melbourne གི་བཀའ་མོལ་ཅིག་གསུངས་གནང་སོང་དེ་དྲང་པོ་ཞུས་པ་ཡིན་ན་ངས་ག་འདྲས་ཡིན་མིན་ངས་ཧ་གོ་གི་མེད། ཡིན་པའི་ནས་ཕ་སྐད་ལས་ད་ས་གནས་ཀྱི་ང་ཚོ་དོན་གཅོད་ཡོད་རེད་ལ་ཨ་ད་ག་ན་ཤིང་གི་ནས་ཀྱི་ཕྱིར་ལས་ཁུངས་ལས། ཏན་ཏན། མི་མང་ནས་འདི་འདྲའི་བསམ་འཆར་ཅིག་འཕེལ་གྱི་འདུག་འདི་གནས་སྟངས་ག་རེ་ཡིན་མེད་དེ་ངེད་ཀྱིས་ཏན་ཏན་ཅིག་བཀའ་འདྲི་ཞུས་ཀྱི་ཡིན། ཨ་འདི་ནས་ལྗགས་ལན་ཕེབས་པ་དེ་ནི་ག་རེ་ཕེབས་ཡོད་དེ་རྣམ་པ་ཚོས་ལན་ངེས་ཟིན་ཞུས་ཆོག་པ་ཆེད་ཞུས་ཡ་ཡིན། ཨ་ནི་གསུམ་པ་འདི་ད་ང་ཚོའི་གཞོན་སྐྱེས་ཧྲ་ཐག་ཐག་བཟོས་དགོས་ཀྱི་འདུག་གསུང་ཡ། བསམ་ཚུལ་འདི་དགོངས་འཆར་དཔེ་མང་པོ་ཕེབས་སོང་ལ་འདི་ཏན་ཏན་གལ་ཆེན་པོའི་ཆགས་ཀྱི་འདུག་ང་རང་མཚོ་སྔོན་ནས་ཡིན་པ་ཡིན་ནས་འདི་ལ་གལ་ཆེན་པོ་ཅིག་བལྟས་ནི། ཡང་སྲིད་ཡང་སྲིད་ཟབ་སྦྱོང་ཚོགས་ཡ་དང་གོ་རྟོགས་སྤེལ་ཡ་དག་དེ་ཚོ་ང་ཚོ་དོན་གཅོད་ལས་ཁུངས་ངོས་ནས་འབད་བརྩོན་ཞུ་རྒྱུ་ཡོད་དཔེ་ཆ་བཞག་པ་ཡིན་ན་ངེད་ཅག་ད་ལྟ་ང་ཚོ་སྤྱི་ཟླ་བཅུ་གཉིས་ནང་ལ་ཚེས་དྲུག་ནས་བརྒྱད་བར་དུ Austria གི Vienna ལ་གཞོན་སྐྱེས་རང་ཆེད་དུ་དམིགས་སུ་བཀར་ནས་ཟབ་སྦྱོང་ཅིག་ཚོགས་པ་རེད་འདི་ཉིན་མོ་གསུམ་གྱི་ཟབ་སྦྱོང་འདི་ནང་ལ་ཕྱི་ཐང་ནས་བོད་ནང་གི་གནས་སྟངས་འགྲེལ་བཤད་རྒྱ་ཡོད་རེད་ལ་ད་ག་ན་བཞིན་གྱི་ཞུ་གཏུག་བྱེད་སྟངས་བྱེད་ལུགས་ག་འདྲ་ཡིན་མེད་དང་དུས་ཚོད་གང་ལས་ཟབ་སྦྱོང་ཅིག་ཁྲིད་པ་ཡིན། དེ་ཡིན་མིན་ནི་ཏན་ཏན་ང་ཚོ་ཉུང་དྲགས་པ་མ་གཏོགས་མང་དྲགས་པ་གི་དཀའ་ངལ་ཡོད་མ་རེད་ད་དེ་འདྲའི་ཟབ་སྦྱོང་དང་བགྲོ་གླིང་དང་དེ་ཚོ་དཔེ་ཆ་ཞག་པའི་ན་ད་འདི་རང་གསོལ་ཇའི་བར་གསེང་སྐབས་སུ་སྐུ་ངོ་སྐལ་བཟང་རྒན་རྩེ་ལགས་ཀྱིས་གསུང་གི་འདུག་ང་ཚོའི་གི་སྤྱི་ཚོགས་ནང་ལ་ཆབ་སྲིད་ནང་ལ་ཅིག་བཀའ་མོལ་ཞུ་ཡག་དང་བགྲོ་གླིང་བྱེད་ཡག་གི་ཁོར་ཡུག་བསྐྲུན་དགོས་ཀྱི་འདུག་གོ་སྐབས་ཕུལ་དགོས་ཀྱི་འདུག་གསུང་གི་འདུག་ད་དེ་ཏན་ཏན་ང་རང་ཡིན་ནས་འབད་བརྩོན་ཞུ་གི་ཡིན། ཨ་ནི་མ་འོངས་པ་ལ་ཡང་ཟླ་བ་རེ་རེ་ལ་ཡང་ཅིག་བགྲོ་གླེང་བྱེད་ཡག་གི་ཁོར་ཡུག་ཅིག་བསྐྲུན་ཐུབ་པ་དང། ཨ་འདི་ནས་གཞོན་སྐྱེས་ཚོ་ཡིན་པའི་ནས་འདི་ན་ལས་མཉམ་ཤུགས་གནང་ཉང་གི་གོ་སྐབས་ཅིག་རག་ཐུབ་པ་གི་ཏན་ཏན་ང་ཚོ་འབད་བརྩོན་ཞུ་གི་ཡིན་ད་འདི་ཡང་ང་རང་གི་དོན་བརྗོད་ཡིན་པ། ལས་ཤེས་བྱ་ནི་ང་རང་གི་ཁས་ལེན་ཡིན་ཞུ་རྒྱུ་ཡོད་འདི་ཏན་ཏན་ང་རང་ཚོའི་གི་ད་ག་འདྲས་ཅིག་བྱེད་དགོས་ཀི་འདུག་འདི་ཏན་ཏན་ང་ཚོའི་བསམ་བློ་ཅིག་དང་ད་ད་ལྟ་ང་ཚོ་རྩ་བའི་གི་ད་ང་ཚོ་སྔོན་རྩིས་གི་བཀའ་གྲོས་དང་དུ་ཚོད་ཆ་ཚང་ཅིག་ཡང་ཕུལ་ཟིན་པ་རེད་དེ་ཡིན་པི་ཡིན་ནས་འདི་ན་ལས་ང་རང་ཚོ་ངོས་ནས་ད་ཞུ་གཏུག་གི་ལས་གུས་དང་མཉམ་དུ་འབྲེལ་བ་དང་ནི་ང་ཚོའི་གི་འདི་འདྲའི་ཁོར་ཡུག་ཅིག་ག་འདྲས་བསྐྲུན་དགོས་ཀི་འདུག་འདི་ཏན་ཏན་ང་ཚོ་འབད་བརྩོན་ཞུ་གི་ཡིན་ཞུ་ཡ་ཡིན།